ད་ནང་ཆོས་དངོས་སྤྲེལ་གྱི་སྤྲ་ཚིལ་འདི་ཡི་ཐོག་ལ་བཞུགས་པའི་ཆོས་གྲོགས་ཕོ་མོ་ཡོད་ལ་རང་རང་གི་དུས་དང་འཚམས་པའི་ཁམས་དེ་བས་འཚམས་འདྲི་ཞུ་ཡག་ཏུ་ཆབས་ཅིག་ཏུ་དེ་ནི་ད་དེ་རིགས་ཞུ་ཡག་ཏུ་ལངས་རོགས་དེ་དོད་ཀྱི་ཐག་ནས་ད་ཁ་སང་བཞིན་འཕྲོ་དེ་ནི་མ་ཞུ་ཡག་ཡིན། དེ་ཡིན་དེ་ལས་ད་ཁ་སང་ལས་ཨ་ནི་སྐྱེ་རྒུ་མདོའི་སྡོད་མ་ལས་ཀོང་ཡིན་ན་བདམས་པར་རྗེ་དབང་གི་རྒྱལ་པོ་སྟེ་གཞུང་བཟང་སྟོང་གི་ཆུ་བོ་འདུལ་བའི་ཕྱིར་པ་འདི་ལེགས་པར་བཤད་པའི་རྒྱ་མཚོའང་ཡིན་ཟེར་ནས་དེ་ཞུ་དེ་ལས་ཨ། ད་གང་བཤད་པར་བྱ་བའི་བྱང་ཆུབ་ལམ་གྱི་རིམ་པ། ཟེར་ན་སྒྲ་སྡུག། མི་ལམ་རོ་བདེ་དོན་ཟེར་ན་སྒྲ་སྡུག་གང་ལྟར་མི་ལམ་རང་གི་གཞུང་འདི་ཡིས་ག་འདྲ་བྱས་ཡོད་ཟེར་ཏེ། གདམས་པ་རིན་ཆེན་དབང་གི་རྒྱལ་པོ་སྟེ་ཟེར་ཏེ། རིན་ཆེན་དབང་གི་རྒྱལ་པོ་ནང་བཞིན་གྱི་གཞུང་འཇིགས་ཡིད་ལ། ཨ་ནི། གཞུང་ཟོར་སྟོང་གི་ཆུ་བོ་འདུལ་བྱེད་དཔའ་འདྲེ་ཀླད་པར་བྱེད་པའི་རྒྱ་མཚོའང་ཡིན་ཟེར་ནས་ཨ་ནི་རྒྱ་མཚོ་ཆེན་པོ་དང་འདྲ་བའི་གཞུང་ལུགས་ཅིག་ཡིན་ཟེར་ནས་དེ་འདྲས་གསུངས་པ་རེད། ད་དེ་འདྲས་ཀྱི་གཞུང་དེས་ག་འདྲ་བྱས་ཡོད་རེད་ཟེར་དུས་ད་ཁ་སང་རྩ་བའི་གི་ཡི་གེ་ཐོག་ལ་བཞེས་པ་ནང་བཞིན་རེད། ང་ཚོས་བདག་སྔགས་ལ་བསྐུལ་བ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ་ཟིན་ལྟ་དེ་རིགས་བཤད་རྒྱུ་བ་དེ་དེ་རེད་དོ། དེ་འདྲའི་ཡིན་དུས་ལས་ད་གཞུང་ཚོ་སྟོང་གི་ཆེའུ་འདུལ་བྱེད་དཔལ་འགྲེལ་པར་བྱེད་པའི་རྒྱ་མཚོ་འང་ཡིན་ཟིན་རྒྱ་མཚོ་ལྟ་བུ་གི་གཞུང་འདི་དང། ཡིད་བཞིན་གྱི་ནོར་བུ་ལྟ་བུ་གི་གཞུང་འདིས་ནི། འཆི་བ་ག་ཚོད་དུ་ལྡན་པ་རེད་ཟེར་ན། ད་གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་འཆི་བ་ཞེས་པའི་ཆོས་ཀྱི་འཆི་བ་ཞེས་པའི་ཆོས་དེ་ལམ་རིམ་འདི་ཆགས་བསྡད་ཡོད་རེད། དེའི་འཆི་བ་ཟེར་ན་དེ་གི་ཡོན་ཏན་དང་དེའི་ཁྱད་ཆོས་དུ་དེའི་བསྔགས་པ་བརྗོད་པ་དེ་རེད། དེ་འདྲའི་གི་ཡོན་ཏན་དང་བསྔགས་པ་དང་ཁྱད་ཆོས་དེ་ཚོ་དེ་ཡོད་པ་དེ་འགོག་བྱེད་ཚུལ་ནི། དེ་འབྲེལ་གྱི་ཆོས་དེ་ལ་བསྙེན་པ་དེའི་ཚུལ་ལ་གུས་ཞབས་དང་བཅས་པའི་སྒོ་ནས་བསྙེན་པ་དང། མི་སོ་སོ་གི་ལག་ལེན་གྱི་ཐོག་ལ་འགྲོ་ཐོ་ཡག་གི་རེ་བ་དང་ཕན་ཐོགས་དེ་ཡོང་གི་ཡོད་རེད། དེ་འདྲའི་ཕན་ཐོགས་ཡོང་བ་ཡིན་དུས་ལ། དེ་ནས་ད་ཆོས་ཀྱི་ཆེ་བ་དེ་ཤེས་དགོས་ཡག་གི་གནད་འགག་དང། རྒྱུ་མཚན་དེ་ལ་ཐུག་སོང་བ་ཅི་རེད་ཟེར་ནས་དེ་འདྲ་ཞུ་ཡག་ཡིན། ད་དེ་ག་འདྲས་རེད་ཟེར་དུས།

དེ་འབྲེལ་གྱི་ཆེ་བ་བཞི་དང་ལྡན་པས་ནི་གཞུང་རྩ་ཆེན་པོ་གཅིག་རེད་ཟེར་ནས་ད་དེ་གསུང་གི་ཡོད་རེད། དེ་འདྲའི་ཡིན་དུས་ལ་ད། བྱང་ཆུབ་ལམ་གྱི་རིམ་པ་འདིས། བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཆེ་བ་ཟེར་ནས་གཅིག་གསུང་ཡང་དེས་ག་འདྲས་ཅིག་གསུང་གི་ཡོད་རེད་ཟེར་ན། ལམ་རིམ་གྱི་རིམ་པ་འདི་ལ་བརྟེན་ནས། དཔལ་ཡོན་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པར་ཟེར་ཡ་དེ། ད་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཆོས་ཀྱི་ཕུང་པོ་ཇི་སྙེད་ཅིག་ཡོད་པ་བརྒྱད་ཁྲི་བཞི་སྟོང་ལ་སོགས་པ་དེ་ཚོ་རེད་ལ། ཨ་ནི་དེའི་དགོངས་འགྲེལ་དང་བྱེད་པ་ཡོངས་སུ་རྫོགས་པ་དང། ཨ་ནི་འགལ་མེད་དུ་རྟོགས་པ་ཟེར་ན་འགལ་བ་མེད་པ། ཨ་ནི་ཅི། མེད་དོ་སྐུ་ལྟ་བུ་མ་ཡིན་པ། ཨ་ནི་གང་ཟག་གཅིག། དེ་ནི་སངས་རྒྱས་པའི་ལམ་གྱི་རིམ་པ་ལས།

དངོས་གཞི་རྒྱུད་གསུམ་ནི། གང་ཟག་གཅིག་སངས་རྒྱས་ཀྱི་ས་ལ་བགྲོད་པའི་ལམ་གྱི། གནས་ལས་སྦྱོར་ནི། ནི་གོ་རྒྱུ་ཡོད་པ་གཅིག། གཞུང་འདི་ལ་བརྟེན་ནས་རྟག་ཏུ་རེད་ཟེར་ནས་དེ་འདྲའི་གསུང་གི་ཡོད་རེད། སངས་རྒྱས་ཀྱི་གསུངས་པ་ཚང་མ་ཡོངས་སུ་རྫོགས་པ་དེ། དེ་ནི་གཅིག། ལ་ཤེས་ཀྱི་ལམ་གྱི་གཞུང།

དེ་ལས་ཡར་བསྟན་པ་དོན་ཆེན་འགལ་མེད་དུ་རྟོགས་པ་ཟེར་ནས་དེ་འདྲས་གསུང་གི་ཡོད་རེད་དེ་སངས་རྒྱས་ཀྱི་གསུངས་པ་དེ་ཚོ་རེད་དེ། གནད་ཀྱི་མདོ་སྔགས་ཡོངས་སུ་རྫོགས་པའི་སྔས་མ་ལུས་པ་ཆ་ཚང་དུ་འདི་ན་མ་བསྡུས་ནས་སངས་རྒྱས་ཀྱི་ས་ལས་འཕྲོས་བའི་རིམ་པ་ཡིན་ཟེར་ནས་དེ་འདྲས་གསུངས་ཡོང་དེ་ལས་ད་སངས་རྒྱས་ཀྱི་གྲོང་ངེས་ཀྱི་མདོ་ཇི་སྙེད་གསུངས་པ་ཚང་མ་དང་དེའི་དགོངས་འགྲོལ་དུ་བྱས་པ་ཡོངས་སུ་རྫོགས་པ་ལ་ང་རོ་ཚོས་གང་ཟག་གཅིག་སངས་རྒྱ་བའི་ཆ་རྐྱེན་ལས་ཡར་སོང་བྱམས་པ་གཅིག་མ་གཏོགས་པའི་འདི་ཡག་ཏུ་ཟིན་ནས་བཟང་དགོས་ཡ་བྱེད་དང་འདི་སྡུག་ཏུ་ཟིན་ནས་སྟོར་དགོས་ཡ་གི། སངས་རྒྱས་ལ་སངས་རྒྱས་གང་གཅིག་ཡོད་མ་རེད། དེ་འདྲའི་ཡིན་ཟུར་ཙམ་ནས་དུས་ཚོད་ཚང་མ་ལོས། ད་གང་ཟག་གཅིག་སངས་རྒྱས་ཡོད་ཀྱི་ཆ་རྐྱེན་ལོས་སོང་བཞག་པ་དང། ང་རོ་ཚོ་གི་བརྙས་བཅོས་ཚང་མ་འགག་པའི་ཆ་རྐྱེན་ལོས་སོང་བཞག་པ་ཡིན་པ་དེ་ཧ་གོ་ཐུབ་པོ་རེད།

གྱི་རིམ་པ། འོ་དེ་ཡང་སྔགས་བཟླ་བྱེད་པའི་སྒོ་ནས་ཉམས་སུ་ལེན་ཚུལ། དེ་ནང་མ་ལ་བདུན་ནི་སོང་བྱ་བ་ཅིག་ཡིན་འདི་ལ། གཅིག་ང་ཚོ་ཉམས་ལེན་གྱི་གནས་ལ། ད་སྐྱེས་བུ་ཆུང་ངུ་དང་འབྲིང་ལ་སོགས་པ་དེ་ཚོ་དང་ཐུན་མོང་ཡན་ལག་གི་རིམ་པ་དེ་ཚོ་ལམ་གྱི་ཡན་ལག་ལས་སྦྱར་བ་དང། ཆེན་པོ་ལམ་གྱི་རིམ་པ་དེ་ཚོ་ལམ་གྱི་གཙོ་བོ་ལས་སྦྱར་ཏེ། ནི་གཅིག་སངས་རྒྱས་ས་ལ་བགྲོད་པའི་ཚུལ་དང། ཡང་གཞན་དག་དེ་ཚོ་ཁོ་རང་ཚོ་རང་རང་གི་ཉན་ཐོས་དང་རང་རྒྱལ་གྱི་འཐད་པ་ལང་ལ་ཡང་འགྲོ་འདོད་པ་དེ་ཚོ་ལ་ཨ་ནི་གཙོ་བོ་ལ་འགྱུར་སོང་བ་ལ་སོགས་པ་ལྟར་དེ་འདྲིའི་གི་གནད་འགག་དེ་གཞུང་འདི་ལ་བརྟེན་ནས་གོ་གྱི་ཡོད་བ་རེད་ཟེར་དེ་ལ་བརྟེན་ནས་གོ་བ་ཡིས་སུ་ཙ་ནི་སངས་རྒྱས་ཀྱི་བསྟན་པ་ཐམས་ཅད་དེ་ནི་འགལ་བ་གཏན་ནས་མེད་པས་སྔ་ཕྱི་རིམ་པ་ཆེ་ཆུང་འདྲ་མ་འདྲ་ག་ཚད་ཅིག་སོང་ན་ཡང་བབས་ས་བབས་དགོས་དེ་སངས་རྒྱས་པའི་ཕྱག་རྒྱ་ལ་བབས་པ་རྟོགས་པ་དེ་ལ་བརྟེན་པ་དང།

གཅིག་ང་ཚོ་ཕར་ཕྱིན་ལྟ་བ་དང་དབུ་མ་ལྟ་བ་དང་ནི་རྣམ་འགྲེལ་ལྟ་བ་ལ་སོགས་པའི་གི་གཞུང་ལུགས་ཆེན་པོ་འདི་ཚོ་ལ་ལྟ་ཡོང་དུས་ལ་གཅིག་ཕྱིའི་བཀོད་རྒྱ་སྤྱོད་པ་ཙམ་མ་གཏོགས་གཅིག་གི་ནང་སེམས་རྒྱུད་ཡར་རྒྱས་གཏོང་བའི་དང་བསམ་བློ་ཡར་རྒྱས་གཏོང་བའི་ཆ་རྐྱེན་ལ་གོ་མ་ཐུབ་པ་དང་ནི་གཅིག་བསམ་བློ་ཡར་རྒྱས་གཏོང་བའི་དང་ཉམས་ལེན་གྱི་གནས་ལ་རྒྱབ་སྟེགས་གོ་ལ་གཅིག་བླ་མ་སྔ་མ་ཅིག་ས་ནས་མན་ངག་གཞན་དག་ཅིག་བཞེས་འགྲོ་ཡ་ལ་སོགས་པ་དེ་འདྲའི་ལ་བསམ་བློ་འཁོར་སོང་ན་དེ་ཧ་ཅང་གི་ཐབས་སྐྱོ་པོ་རེད་ལ་དཔེ་ཆ་ལྟ་ན་ལྟ་སྟངས་མ་ཤེས་བ་ཅིག་རེད་དཔེ་ཆ་བལྟས་པ་དེ་གང་ལ་བལྟས་པ་དེ་ཉིད་རང་ཉིད་ལ་ཡ་རང་གི་རྒྱུད་ཀྱི་ཉོན་མོངས་འདུལ་བའི་གི་ཐབས་དང་དེ་ནི་མཉམ་ལས་ཀྱི་གནས་ལ་གོ་དགོས་བ་ཅིག་རེད་མ་གཏོགས་ཅིག་གིས་དེ་འདྲའི་མེད་པའི་ཐག་ནས་ནི་ཅི། གསང་རབ་མ་ལས་བདག་འབར་ཆར་མ་ཐོན་ནས། དེ་ཚོལ་དུ་ཕྱི་ཡི་གོ་རྒྱ་གཅོད་པ་ཚང་ཕར་ཕྱོགས་དེར་མི་ལུས། ཨ་ནི་བརྩེ་བ་རྒྱ་ཡག་དང་གཅིག་ཁ་གཏད་ཆག་ཡག་གི་དོན་འདྲ་ལ་གཅིག། བསམ་བློ་འདྲ་ཞིག་བཏང་དེ་ནི་ཐེ་ཚང་བྱེད་པའི་སྐབས་ལ། ཉམས་ལེན་གྱི་གནས་ལ་འབྱར་གྱི་མེད་པ་ཅིག་གོ་སོང་ནི། གསང་རབ་བདག་འབར་མ་ཤར་བའི་སྐྱོན་དུ་ཡོད་རེད། གསང་རབ་བདག་འབར་ཤར་ཡོད་འདི་ལས། དཔེ་ཆ་གང་ལ་བལྟས་པ་དང་སློབ་གཉེར་གང་ལ་བྱས་པ་དེ་བྱེད་ཀྱི་བ་དག་རང་གི་ཐོག་ནས་རང་གི་རྒྱུད་ཀྱི་ཉོན་མོངས་དུག་སྲང་གི་མཚོན་པའི་གེ་ཡ་ནི་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་འདི་ཚོ་གི་ཁ་གཏད་ལས་ནི་འགྲོ་ཐུབ་ཡ་གཅིག་དང། ལུས་ངག་ཡིད་གསུམ་གི་ཀུན་སྐྱོན་ངན་པ་འདི་ཚོ་འདོར་ཐུབ་ཡ་གཅིག་དང། གཞལ་དུ་བཞག་ལ་གཅིག་ཚོགས་བསགས་སྒྲིབ་སྦྱོང་གི་ཐོག་ལ་ཚང་མ་མགོ་ལ་འགྱུར་ཐུབ་ངེས་གཅིག་གིས་ནི། གསུང་རབ་འདི་ཚོ་ཉམས་སུ་ལེན་པ་ལ། གཞུང་ལས་ཆེན་པོ་འདི་ཚོས་ཉམས་སུ་ལེན་པ་ལ་བརྟེན་ནས་དེ་འདྲའི་ཡོང་གི་ཡོད་པ་དེས། ད་ལབ་ཤས་ཀྱི་དེ་འདྲའི་མགོ་མི་ཚོས་ནས་ཅིག་དཔེ་ཆ་བལྟ་བསྡད་ཡ་དེ་ཅིག་ཕར་ཕྱོགས་ལ་ཅིག། དེ་ནས་མི་ལ་བཤད་ཀྱི་ཙང་ཅིག་དེ་གི་འདི་ལ་ནི་ངས་འདི་ཅིག་བཤད་ཡོད་དགོས་རེད་ཟེར་ནས་བཤད་ཀྱི་གི་ཅིག་རིན་པ་འདྲ་ཅིག་མ་བལྟ་བར་སོ་སོ་རང་སྟེགས་ལ་ཚུར་ལ་ཅིག་རྒྱག་ནས་ངས་འདི་འདྲའི། བྱེད་དགོས་འདུག་ང་འདི་འདྲའི་ཆེད་ནས་ཉམས་སུ་ལེན་དགོས་འདུག་ངས་སྒང་འདི་འདྲའི་ཆེད་བྱེད་དགོས་འདུག་བསམ་ནས་རང་ཆེ་མོ་འདི་ཚོའི་ནང་ལ་དེ་འདྲའི་ཡོད་པ་དྭངས་ནས་མགོ་ཆེ་མོ་ཚིག་ནས་ཨ་ནི་ཅིག། སློབ་སྦྱོང་བྱེད་ཅིག་བྱས་ནས་རྗེས་མ་མཉམ་ལས་བྱེད་དེ་གོ་ལ་ང་ལ་མཉམ་ལས་བྱེད་དང་བྱེད་ལབ་རང་བྱེད་དེ་ག་རེར་མཉམ་ལས་བྱེད་དགོས་རེད་ཟེར་འདྲ་པོ་ཅིག་གིས་ཐག་ལོས་ཕྱིན་པ་ཡིན་ནི་སོང་རང་དང་འབར་མ་ཤར་བའི་གི་སྐྱོན་ཆེན་པོ་ཆེན་པོ་དེ་དེ་ཚོ་ཆགས་བསྡད་ཡོད་རེད། དེ་འདྲས་ཡིན་དེ་ལོས་ད་གཞུང།

རིམ་པ་ལྟར་ལངས་རོལ་བདེ་དོན་ཡིན་ན་འདྲ་ལངས་རོལ་འགྲིམ་པོ་ཡིན་ན་འཆིང་པོ་ཡིན་ན་ནི་རྩ་བ་བཞི་གཅོད་པའི་ལམ་འགྲོས་རེད་དེ་ཚོ་ཚང་མ་གི་ཐོག་ནས་བལྟ་ཡོང་དུས་གཞུང་ལུགས་ཆེན་པོ་དེ་ཚོ་དེ་ཡིས་སོ་སོ་ལས། དུས་རྒྱུན་དུ་ནི་ཉིན་རེ་ཉིན་རེའི་འཚོ་བ་དང་འབྲེལ་བའི་འགྲོ་འཆག་ཉལ་འདོད་ཀྱི་སྐྱོན་ལམ་དུ་འབྲེལ་བའི་གདམས་ངག་ཟབ་མོ་ཟབ་མོ་ཞིག་ཡིན་པ་དེ་དེ་གོ་དགོས་རེད་དེ་ལས་གཞན་པའི། ཟླ་ལྔ་ཚེས་འགྲོ་དགོས་ན་ད་ངོ་ཚ་དགོས་ཡག་གི་གནས་ཆེན་པོ་ཞིག་ལ་བསྐྱར་སོང་བ་ཞིག་རེད། དེ་འདྲའི་ཡིན་དུས་ལས། དྲོད་སྐྱིད་པའི་རིན་པོ་ཆེ་གི་རྣམ་ཐར་དུས་ཚོད་ནང་ལ་ལུས་ཡོད་རེད། དྲོད་སྐྱིད་པའི་རིན་པོ་ཆེ་གི་དེ་ནས་དགེ་འདུན་ཉི་ཤུ་རྟ་དེ་ནས། ཨ་ནི། གཞུང་དགེ་འདུན་ཉི་ཤུ་རྟ་དེ་ནས་ལས་དེ་ནས་ཅིག། གཞུང་ཆེན་པོ་འདི་ཚོ་ནི་གང་དང་གང་གསུངས་ཡོད་པ་དེ། རང་ཉིད་ཀྱི་རྒྱུད་ལ་ཚིག་སྦྱར་ནས། ཕ་ཕྱོགས་ལས་ང་ཚོ་ཆེ་དཔེ་ཆ་ལྟ་སྟངས་དེ་མིག་གི་གཟུགས་ལ་ལྟ་བ་མ་ཡིན་པ། མིག་གི་གཟུགས་ལ་ལྟ་སོང་བ་ལྟ་བུ་མ་ཡིན་པར་རང་ཉིད་ཀྱིས་བུ་ནི་ལུས་གཅིག་བཤད་ཀྱི་ཡོད་ཀྱི་ཚང་མ་དེ་རང་བལྟས་ལུས་ཚུར་བཤད་ཡོད་པའི་བསམ་བློ་དེ་འཁོར་ནས་དེ་འདྲའི་གི་ཐོག་ནས་ལག་ལེན་བསྟར་ནས་ཕྱིན་པ་ཡིན་པའི་གི་ལོ་རྒྱུས་དེ་ད་རྣམ་ཐར་གི་ཐོག་ལ་གསལ་པོར་བྱེད་རིང་འཁོད་བཞག་ཡོད་རེད་དེ་འདྲ་ཡིན་དེ་ལས་ད་ང་ཚོ་ཡིན་ན་དེ་འདྲའི་གི་ཐོག་ནས་ཅིག་སོང་རང་དེ་ཚོ་ལ་གདམས་པར་ཤར་ཟེར་བསྡད་ཡ་དེ་སོ་སོ་ལ་གདམས་ངག་གོ་དགོས་ཡ་དེ་དེ་འདྲའི་རེད་དེ་འདྲ་ཡིན་དེ་ལས། ཅེས་ཕ་ཆོས་ལ་བདེན་གཉིས་བཤད་འདུག་སྐྱག་གསང་བཤད་འདུག་མཚན་སྐྱེ་བཤད་འདུག་འོ་བདེན་བཞི་བཤད་འདུག་གཟའ་ཕུ་ནུ་ཕ་ལ་གཅིག་ང་ཚོར་ལྟད་མོ་ལྟ་ས་ཀྱི་གློག་བརྙན་གྱི་ལྟ་བུ་ཞིག་མ་ཡིན་པ། དེ་འདྲའི་གི་བདེན་གཉིས་ཀྱི་རྣམ་བཞག་རང་གི་རྒྱུད་ལ་ཚུལ་བཞིན་དུ་རྒྱག་ཏུ་རྟོགས་པའི་ཕྱིར་རང་རྒྱུད་ལ་ཨེ་སྐྱེས་བདེན་བཞི་གི་ཐུགས་ཐག་ལ་བསམ་བློ་བཏང་ནས་སྡིག་སྔར་ཟེར་གྱི་དེ་ཚོ་ནི་རང་ཉིད་ཀྱི་མྱོང་དང་མྱོང་མིན་རེད་དེ་འདྲ་ཡིན་དེའི་སྐོར་ལ་འདི་ཚོ་དངོས་གཟས་ཨེ་འཐོར་ལྟ་ཡག་དང་འདི་ཚོ་དངོས་གཟས་ཨེ་འཐོར་ལྟ་ནས་འདི་ལས

ལས་དང་ཉོན་མོངས་གཙོ་བོའི་ཉོན་མོངས་བཏུལ་སོང་དེའི་ནང་ནས་བདག་འཛིན་འདོད་ཆགས་ཞེ་སྡང་ལ་སོགས་པ་རང་གཅེས་འཛིན་དང། ད་དེ་འདྲའི་གི། བློ་དེ་ཚོའི་རིགས་དེ་ལ་ཁ་གཏད་བཅག། ཚུལ་འཆོས་ཀྱི་བློ་དེ་ཚོས་རང་རྒྱུད་ལ་ཨ་སྐྱིད་མི་སྐྱིད་ལྟ་བ་དེ་ཚོའི་རིགས་དེ་ཚང་མ་འདོད་ཆུང་ཆེན་མོ་ལ་སོང་བསྡད་དེ། རང་རྒྱུད་ཀྱི་ཉོན་མོངས་འདུལ་བའི་ཐབས་ལ་ཡང་གདམས་ངག་ཅིག་གོ་སོང་ན་སོང་ར་མ་ལ་གདམས་པ་ཆེ་བ་ཟེར་ནས་དེ་འདྲས་སོང་གི་ཡོད་ས་རེད་འདུག་དེ་འདྲས་ཡིན་དུས་ལ། ད་ང་ཚོ། གཞུང་ལུགས། དང་གི་འདི་བྱོན་རྗེ་ལམ་གྱི་རིམ་པ་འདི་ཚུལ་བསྟན་ནས། ད་དངོས་གཞི་རྒྱུད་སོགས་ནས་སོང་བཞག་གཞུང་ཆེན་པོ་ཚང་མ་ནོར་སོང་རྒྱུ་བ་དེ། ང་ཚོས་ཀྱི་ཉེས་སྐྱོན་འདའ་བའི་ཐབས་ལ་སོང་པ་ཡིན་པ་དེ་འདྲས་ཀྱི་གོ་སོགས། དེ་འདྲས་ཀྱི་ཡིན་དེ་ལས་ད་སོ་སོ་ཀྱི་ལུས་ངག་ཡིད་སོགས་ཀྱི་གོ་སྐྱོན་ངན་པ་དང་ཉེས་སྐྱོན་འདོད་བ་དང། ཉོན་མོངས་པ་དུ་ཤེས་ཀྱི་སྤྲོས་པ་འདོད་ཡོད་ཀྱི་ཐབས་ལ་སོང་པ་ཡིན་པ་དེ་གོ་དོ་ནི་ད་སོང་ར་མ་ལས་གདམས་པ་ཆེར་བ་ཟེར་བ་དེ་རེད། དེ་འདྲའི་ཡིན་དུས་ལ་བྱང་ཆུབ་ལམ་གྱི་རིམ་པ་འདིའི་ནང་ལ་ལོས་སྒོ་བཞི་གཉིས་བསྟན་ཚུལ་ནི་བཟང་སྟེ། ཐ་མི་ལོད་པའི་ཟུང་འཇུག་གི་བར་གྱི་ལམ་གྱི་གནད་མ་ལུས་པ་ཡོངས་སུ་རྫོགས་པ་གནད་འདི་ནི། དེ་ནས་ཤེས་ཡོངས་སུ་ཚར་ནི། དེ་ཚོ་ཚང་མ་དེ་གཞུང་ཆེན་པོ་ནང་གསང་རྒྱུ་བ་དེ་ཚོ་ཚང་མ་ཚུར་བསྡུས་བ་ཡིན་ཞེས་ཚར་ནི་གསང་ར་མ་ལས་བདག་འབོར་ཆེ་རིགས་ཀྱི་ཆེ་བ་དེ་དང་ལྡན་པ་རེད་ཟེར་ནི། ད་སོང་ར་མ་ལས་གདམས་པར་བྱེད་པའི་འཆི་བ་ཟེར་ཡ་དེ། འོ་དེ་འདྲས་ཀྱིས་སོང་པ་རེད་ཟེར་ནས་ཞུ་ཡ་ཡི། དེ་ནས་དེས་འོ་དེ་རྒྱལ་བའི་དགོངས་པ་བདེ་ལགས་རྙེད་པ་དང་ཟེར་ཡ་དེ། རྒྱལ་བའི་དགོངས་པ་བདེ་ལགས་དེ་རྙེད་པའི་འཆི་བ་ཟེར་གྱི་དེ། ད་ང་ཚོས་སངས་རྒྱས་ཀྱི་གསུང་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་དག་ག་ཚང་ནས་ཞུ་ཚར་ཡས་ཆོས་ཀྱི་ཕུང་པོ་གཅིག་ལ་ཡང་ཨ་ནི་ཧ་ལས་པའི་ཨ་ནི་མང་པོ་དང་དེ་འདྲས་ཀྱི་བུ་དེ་ཆེན་པོ་དང་རྒྱ་ཆེན་པོ་དེ་འདྲས་མང་པོ་རེད་དེ་ཚོ་ཚང་མ་ཀྱིས་རྙེད་དགོས་ནུས། ཅི་ང་ཚོ་ཨ་མཆོད་བྱིན་ལྡན་ནང་བཞིན་བྱིན་ནས་མ་གང་མགྱོགས་མགྱོགས་ཀྱིས་མ་ཅིག་འདས་ནས་འགྲོ་ན་འདས་མ་ཚར་ཡ་འཁོར་མི་ཚེ་ལ་རྫོགས་དོ་ཡ་མེད་བས་ཀྱི་དེ་ནི་གསུང་རབ་མང་པོ་དེ་འདྲས་རེད། དེ་འདྲས་ཡིན་དུས་ལ་ད་དེ་ཚོ་ཚང་མ་གོ་དགོངས་པ་ཅིག་རྙེད་དགོས་ནི། ད་བྱང་ཆུབ་ལམ་གྱི་རིམ་པ་འདི་ལ་བརྟེན་ནས་བདེ་བླག་ཏུ་རྙེད་ཐུབ་བོ་རེད་ཟེར་ནས་འོ་དེ་རེད། དེ་སྙེད་ཐོ་ཡ་ག་རེ་ཡིན་ན་ཟེར་ན། ཁ་སང་ཡི་གེ་ཞེས་པ་དེ་མ་མཁས་དབང་ནས་ད་བར་རང་བསམ་བློ་གཏོང་ནས་འབྲི་གི་ཡོད་ས་རེད་བསམ་ཚོད་འདྲ་བྱེད་འདུག་པ་འདི་ལེ་བར་གཞུང་བཟོ་སྟངས་ཀྱི་ཆུ་བོ་འདི་བའི་ཕྱིར་པ་འདི་ལེ་བར་བྱེད་པའི་རྒྱ་མཚོ་འང་ཡིན་ཟེར་ཡག་གི། གཞུང་ཆེན་པོ་གི་གནས་ཡོངས་སུ་རྫོགས་པ་མ་ཚང་བ་མེད་པ་ཅིག་འདི་རྣམས་ལ་ནི་ཚང་ནས་བསྡད་ཡོད་དུས་ལེ་འདི་ཉམས་སུ་ལེན་འདི་ཕྱི་མ་ཕྱི་བཞིན་གྱི་གོ་གསུངས་ནི། སངས་རྒྱས་ཀྱི་ཆོས་ཀྱི་ཕུང་པོ་ཇི་སྙེད་ཅིག་གསུངས་པ་ཡོངས་སུ་རྫོགས་པའི་སྐབས་གནས་འགའ་ཚང་མ་འདི་རུ་འདི་ཡོད་དེ། གནས་མ་ལུས་པ་དེ་ནི་རྟོགས་སོང་བ་ཅིར་གནས་མ་ལུས་པ་གོ་སོང་བ་ཅིར། དེ་གོ་སོང་ནས་རྒྱལ་བའི་དགོངས་པ་བདེ་བླག་དེ་ཉེས་པ་བདེ་བླག་ཞེས་པ་དེ་མགྱོགས་ནས་མྱུར་དུ་རེ། དེ་འདྲའི་གི་ཕྱིར་ཤེས་རིག་གི་རྒྱ་ཆེན་པོ་མང་པོ་ལྟ་འགྲོ་མི་དགོས་ནས་གནས་འགའ་ཡོངས་སུ་རྫོགས་པ། གནད་འགག་ཡོངས་སུ་རྫོགས་པ་དང་འདི་ནི་ཚངས་པའི་ཡོངས་སུ་རྫོགས་ནི་དེ་ལ་བརྟེན་ནས། གཅིག་ང་ཚོ་གཞུང་ལུགས་ཆེན་པོ་འདི་ཚོ་ལ་ཅིག་རིག་ཅིག་རིག་བརྟག་འགྲོ་དགོས་ནི་གོ་མི་ཐུབ་བའི་སྐད་སྡུག་བསྔལ། ཨ་ནི་གཅིག་དོན་དག་ཅིག་བཀོད་ན་རང་གི་རྒྱུད་ལ་ཚུལ་ལས་རྒྱར་མི་ཤེས་པའི་སྐད་སྡུག་བསྔལ། ཨ་ནི་གཅིག་རྒྱར་ཤེས་པའི་དབང་དུ་གཏོང་ན་ཡོད་ད་དེ་བླ་མ་སྔ་མའི་མན་ངག་ལ་མ་བརྟེན་ན་ཉམས་ལེན་གྱི་བྱིན་རླབས་མི་འཇུག་པའི་སྐད་དེ་ནི་ཨ་ནི་དཀའ་ངལ་རེད་ལ། ད་དེ་འདྲའི་སྐད་རིམ་པ་མང་པོ་ཅིག་བསྟན་ནས། དེ་ཚོ་ཚང་མ་ལ་རིམ་པ་གཅིག་བསྟན་ནས་འགྲོ་དགོས་ན་ཧ་ཅང་གི་འགོར་པོ་དང་ཨ་ནི་དཀའ་ལས་ཆེན་པོ་དང་དཀའ་ཚེགས་ཆེན་པོ་དེ་འདྲས་ཡོད་པ་རེད། རེད་དེ། ལམ་རིམ་འདིའི་ཉམས་སུ་བླངས་པ་དང་འདིའི་མན་ངག་དེ་རང་གི་ཅིག་བླ་མ་དགེ་བཤེས་གཉིས་ཀྱི་ས་ནས་ཡག་པོ་ཅིག་ཁྲིད་པ་དང་ཨ་ནི་ཚུལ་བཞིན་བསྟན་པའི་སྒོ་ནས་ཁྲིད་པ་དང་དེ་འདྲས་འདྲ་ཅིག་བྱུང་བ་ཡིན་ན། ད་འདི་ལ་སོ་སོ་གི་སྔོན་ནི་དྲང་སྙོམས་ཀྱི་ཉམས་སུ་བླངས་པ་ཡིན་ནི་ཆ་ཚང་བ་ཞིག་དེ་ནང་འཛུལ་བསྡད་ཡོད་རེད་སངས་རྒྱས་ཀྱི་དགོངས་པ་ཡང་མ་ལུས་པ་དེ་ནང་འཛུལ་བསྡད་ཡོད་ཟུར་ཟ་ནི་མགྱོགས་ནས་མྱུར་དུ་རྟོགས་ཐུབ་ཡོད་ཀྱི་འཆི་བ་དེ་དང་ལྡན་པ་རེད་ཟེར། དེ་འདྲའི་ཡིན་དུས་ལ་ལྟ་རྒྱལ་བོའི་དགོངས་པ་བདེ་བླག་ཏུ་ངེས་པའི་འཆི་བ་ཟེར་གྱི་དེ་ཧ་ཅང་གི་གལ་ཆེན་པོ་ཧ་ཅང་གི་གལ་ཆེན་པོ་འདུག་བ་ད་དེ་ཚོ་གཅིག་ང་ཚོ་གཞུང་ཆེན་པོ་པོ་སྟེ་སྔགས་ལ་སོགས་པ་ཅིག་ཆ་ཚང་ཞིག་བཏགས་ཡག་གི་གོ་སྐབས་དང་དེ་འདྲའི་མེད་པ་ཡིན་ན་ཡང་ང་ནི་ཞིག། ལགས། རེད་འདི་ཚོའི་ཐག་ལས་བསམ་བློ་བཏང་མཉམ་ལས་བྱས་ཨ་ནི། དེའི་བཤེས་གཉེན་ཚོ་སྐུ་འདས་ནས་ཁྲི། ཁྲི་བའི་དོན་འདི་ཡང་ཡང་སྐྱེ་བོ་སང་གི་ལམ་ལ་རྒྱར་ནས་ཉམས་སུ་ལེན། དེ་ཚོ་དེ་ཉམས་སུ་ལེན་ཟེར་ཡ་དེ་ལ་ལས་སྟར་གྱི་དེ་རང་རེད་དེ། ལ་ལས་སྟར་ཟེར་ཡ་དེ། ཨ་ནི་ཅི་ནང་གི་བསམ་བློ་གི་ཐག་ནས་ཀོ་ལོང་བྱས་ནས་ལུས་ངག་གི་བྱ་བ་བྱས་ཀྱི་དཔེར་ན་སྙིང་རྗེ་དེ་ཚོ་དང་བྱམས་པ་དེ་ཚོ་རིག་དེ། ཨ་ནི་ཅི་ཕ་ཕྱོགས་ལས། ཅིག་ལ་ལས་སྟར་ཡོང་དེ་ལས། དངོས་སུ་སོ་སོ་གི་ཁ་ཉོ་ལག་ཉོ་ལ་ཡོད་པའི་གི་སུན་གཞན་ངག་དེ་ཚོ་ལ་སྡིག་དམོད་བསགས་རོགས་བྱེད་ཡག་ཏུ་བདེ་བ་སྤྲད་རོགས་བྱེད་ཡག་དང་ད་དེ་ཚོའི་ཐོག་ནས་ཨ་ནེ་སང་ལོ་རྒྱ་ཆེ་ཆུང་རིམ་པ་ཡོད་པའི་ཐག་ནས་ཨ་ནེ་འགྲོ་བསྡད་ཡག་དེ་ཚོའི་རིགས་དེ་དག་ལ་ལ་ལྟར་གྱི་དོ་མཉམ་ལས་བྱེད་རྒྱུ་དེ་རེད། དེ་འདྲས་འགྲོ་དགོས་རེད་ཟེར་ནས་ད་དེ་འདྲས་སངས་པ་དེ་རེད། ད་དེ་ནས་གི།

ཆེད་ཉེས་བྱས་པ་དང། ནི་དེ་ནས་དུས་ཀྱི་དོན་དང་ཉམས་སུ་བླངས་པ་ལ་སོགས་པ་དེ་འདྲའི་ཆེད་ནི་ཉེས་སྐྱོན་ཆེན་པོ་ལས་ཐར་ཐུབ་བོ་རེད། ཉེས་སྐྱོན་ཆེན་པོ་གཡང་ས་ལས་ཀྱང་སོང་ཟེར་ཡག་གི་ཉེས་སྐྱོན་ཆེན་པོ་དེ། ག་རེ་རེད་ཟེར་ནས་ང་ཚོ་སངས་རྒྱས་ཀྱི་གསུང་དེའི་དགོངས་འགྲེལ། ལྷག་པར་དུ་གྲུབ་མཐའ་སོ་སོ་གྱི་ནི་ཆོས་ལུགས་སོ་སོ་གྱི། ང་ནི་གྲུབ་མཐའ་དེ་ཚོ་ལ་བཟང་ངན་གྱི་དབྱེ་བ་འབྱེད་ནས་ཕྱོགས་རེ་དང་ཞེན་འགོག་བྱས་ནས་ང་ཚོ་དུ་བཟང་བ་རེ་ཁོ་ཚོ་དུ་སྡུག་བ་རེ་ཟེར་ཡག་གི་གཞུང་ཆེན་པོ་འདི། ཕ་ཚོ་ལ་ཕྱོགས་རེ་བྱེད་རེ་བྱེད་ཡག་དང་འཐེན་འཁྱེར་བྱེད་རེ་བྱེད་ཡག་དང་དེ་འདྲས་བྱེད་པ་དེ་ལ་ད་ཉེས་སྐྱོ་ཆེན་པོ་ཡོང་ས་ལས་ཀྱང་སོང་ཟེར་ཡག་གི་ཉེས་སྐྱོ་ཆེན་པོ་དེ་དེ་ཚོ་ཆགས་བསྡད་ཡོད་རེད། དེ་འདྲས་ཡིན་དུས་ལ་ཅིག་ང་ཚོ་ད་ཕྱོགས་རེ་བྱེད་འཐེན་འཁྱེར་བྱེད། ང་ཚོས་བལྟས་ན། བོད་གངས་ཅན་གྱི་ལྗོངས་ལ་ད་ནང་པ་སངས་རྒྱས་པའི་ཆོས་རྒྱུད་ཆེན་པོ། ཨ་ནི་ས་སྐྱ་དང་རྙིང་མ་དང་བཀའ་བརྒྱུད་དང་དགེ་ལུགས་ཟེར་ཡག་གི་ད་ཆོས་ལུགས་དེ་ཚོ་ཡོད་རེད། ཨོ་དེ་རྙིང་མ་རེད་ཟེར་ནས་ཕར་ལ་བཞག་དེ་ས་སྐྱ་རེད་ཟེར་ནས་ཡར་ལ་གཡུག་དེ་རྙིང། བཀའ་བརྒྱུད་རེད་ཟེར་ནས་མར་ལ་གཡུག་དེ་དགེ་ལུགས་རེད་ཟེར་ནས་ཚུར་ལ་གཡུག་དེ་འདྲའི་གི། རང་སོ་སོ་གི་གྲུབ་མཐའ་དེ་རང་སྟངས་འཁྱོག་འཛིན་བྱས་ནས་གཞན་གི་གྲུབ་མཐའ་ལ་སྐྱོན་དུ་བལྟས་པ་ལ་སོགས་བྱས་མོད། ད་ཉེས་སྐྱོ་ཆེན་པོ་ཟེར་ཡག་དེ་རེད་དེ་ལས་རྫབ་མཆིས་ཀྱི་སྡིག་པ་ཞིག་ཡོད་མ་རེད་དེ་ལས་སྡིག་པའི་ང་ཚོ་གི་ནི་གི་ང་ནི་དགྲ་བཅོམ་པ་སད་པ་དེ་མཚམས་མེད་ཡིན་ཟེར་གི་བ་རེད་དེ་འདི་འདྲའི་གི་ཆོས་ལུགས་ལ་མཆོག་མེད་ལྟ་བཟང་ངན་ལྟ་སྐྱོན་ལྟ་རེ་བྱས་ཨོ་ང་ཚོ་དེ་ཡག་ཁོ་ཚོ་དེ་སྡུག་ཟེར་ཡག་གི། དེ་འདྲས་བྱས་པ་ཡིན་ན་ད་ཉེས་སྐྱོན་ཆེན་པོ་ངོ་མ་དེ་དེ་ཆགས་སོང་བ་རེད་ཟེར་ནས་དེ་འདྲས་གསུང་གི་ཡོད་རེད། དེ་བྱས་པ་ཡིན་ན་ཆུ་བོ་གོད་འགག་གི་གྲངས་དང་མཉམ་པའི་དགྲ་བཅོམ་པ་བསད་པ་ལས་ཀྱང་དེ་སྡིག་པ་ཞིག་དེ་གཟབ་བྱས་ཡིན་ཟེར་ནས་དེ་འདྲས་གི་དཔེ་ཆ་ནང་ལ་སངས་རྒྱས་བཅོམ་ལྡན་འདས་རང་གི་གསུང་བཞག་ཡོད་རེད། དེ་འདྲས་ཡིན་དེ་ལ་ང་རོ་ཚོས་ད་ཅིག་གོང་དུ་བཤད་པ་ལྟར་འདི། འདི་གི་དེ་གསུང་སྟངས་ཅི་འདྲས་རེད་ཟེར་ན། གོང་དུ་བཤད་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་དང་དེའི་དགོངས་འགྲེལ། དེ་ཚོ་ཡོངས་སུ་རྫོགས་པ་ལ། སེམས་གཞི་གཅིག་སངས་རྒྱས་བའི་གི་ཐབས་ཤེས་ལ་སོང་བཞག་པ་གཅིག་དང། སངས་རྒྱས་བའི་ཆ་རྐྱེན་ཡིན་མཁན་རྐྱང་རྐྱང་རེད་མ་གཏོགས་གཅིག་གི། དེ་ལས་གཞན་པའི་ཡོད་མ་རེད། ང་རོ་ཚོའི་སེམས་ཅན་ཁམས་དུ་མོས་པ་མཐའ་ཡས་པ་ཞིག་ཡོད་པའི་དབང་གིས། བཤད་ཚུལ་མི་འདྲ་བ་རིམ་པ་མང་པོ་འོང་དགོས་རེད། ང་རོ་ཚོའི་ནང་པ། སངས་རྒྱས་པའི་ཆོས་ལུགས་ཡིན་ན་དཔེ་གང་སྤྱད་དུ་ཆོས་རྗེ་ཆེན་པོ་འདི་ཚོས་བཤད་པའི་ཚུལ་མི་འདྲ་བ་ཡོང་གི་ཡོད་རེད་བཤད་པའི་ཚུལ་མི་འདྲ་བ་ཡོང་ཡ་དེས་སྡོད་སྤྱི་ཁང་དུ་ནུས་པ་མི་འདྲ་བ་ཡོད་པའི་དབང་གིས་བླ་མ་རྣམས་ཀྱིས་དེ་དང་མཐུན་པའི་གི་ཁབ་དེ་དང་མཐུན་པའི་གི་ཆོས་ཤིག་བསྟན་ནས་ཕྱིན་པ་རེད་མ་གཏོགས་གཅིག་གིས་དེ་ཚོ་ཀྱི་རེད་ཞེས་ང་ཚོས་བཤད་པ་དང་ཁོ་ཚོས་བཤད་པ་དེ་མི་འདྲ་སྟེ་དེ་དེ་ཡིན་དུས་དེ་ཚོ་དེ་ལོག་བཤད་རེད་འདུག་དེ་ཚོ་དེ་འགྲིག་གི་མི་འདུག་ཟེར་ནས་སྐྱོན་བལྟ་བ་ལ་སོགས་པ་མཆིས་པ་ཡིན། འོ་ད་དེ་འདྲའི་གི། ཉེས་སྐྱོན་ཆེན་པོ། ནང་གི་ཆེན་པོ་དེ་ཆགས་སོང་རེད་དེ་འདྲའི་བྱས་པ་ཡིན། ཆུ་བོ་གངྒཱ་གི་གྲོང་དུ་མཉམ་པའི་གི། སྒྲ་བྱང་པ་སད་པ་དང་ཆུ་བོ་གངྒཱ་གི་གྲོང་དུ་མཉམ་པའི། ནི་མཆོར་ལྟེབ་ཞིག་པ་ལས་ཀྱང་སྡིག་པ་ཆེ་བ་ཡིན་གསུངས་ནས་དེ་འདྲའི་གསུང་དགོས་རེད་ང་རོ་ཚོས་ཆོས་ཀྱི་གནས་ལུགས་མི་ཤེས་འགལ་ནི་ཆུ་ཆུ་ལས་གཞན་འགོག་བྱས་ནས་ཆོས་ལུགས་འཐེན་འཁྱེར་བྱས་ནས་ང་ཚོ་ཆོས་ལུགས་བཟང་བ་ཡིན་ཁོ་ཚོ་ཆོས་ལུགས་སྡུག་བ་རེད་ཟེར་ཡག་གི་ནི་མང་པོ་ཞིག་ཡོང་བསྡད་གི་ཡོད་རེད་དེ་འདྲའི་ཡོང་ཡག་ཏུ་གནས་ལུགས་མ་ཤེས་པའི་སྐྱོན་ཆེན་པོ་རེད་སྐྱོན་ཆ་ཆེན་པོ་རེད་བཟང་མི་བཟང་གི་སྐད་ཆ་བཤད་ས་གལ་ཡོད་མ་རེད་ནམ། ང་ཚོ་ཚང་མ་གི་དེ་ནི་ཆོས་ལུགས་འབྱུང་ཁུངས་ཡི་གི་སངས་རྒྱས་བཅོམ་ལྡན་འདས་ཀི་དགོངས་པ་དེ་ལ་གཏུགས་ནས་གཏུགས་ས་དེ་ལ་གཏུགས་ནས་བྱུང་བྱ་འགྱོ་ཅི་རེད་ལ་འགྲེལ་བཤད་རྒྱབ་སྟེ་ལ་འགྲེལ་བཤད་རྒྱབ་ངེས་ཀྱི་བླ་མ་ལ་ཕྱག་བྱ་ནི་ཡོངས་སུ་རྫོགས་པའི་དཔེ་འགྲེལ་དང་ཆེན་པོ་གི་གསུང་བཞག་པ་དེ་འདྲའི་ཡིན་རེད་དེ་ཚོ་ཚང་མ་གི་རང་རང་གི་ཉམས་ལེན་བྱས་ནས་ལག་བསྟར་བྱས་ནས་ཕྱིན་པའི་གི་ཉམས་མྱོང་དེ་རྗེས་འཇུག་གི་གདུལ་བྱ་རྣམས་ལ་སོ་སོ་གི་ཉམས་མྱོང་དུ་མ་ཤེས་ཡོད་རེད་ཉམས་མྱོང་དེའི་ཐོག་ནས་ནི་ཅི་དེ་ལ་དགའ་འགལ་གི་གདུལ་བྱ་གང་དུ་མི་བ་བྱིན་གྱིས་ལྷད་ཡོང་གི་རེད་འདི་ལ་དགའ་འགལ་གྱི་ཁམས་དང་ནུས་པ་ཞེས་བྱའི་ལས་འོང་གི་རེད། དེ་ཚོ་རང་རེ་སོ་སོ་གི་གང་དང། གང་ལ་ནུས་པ་ཡོད་པ་དེ་དང་དེ་ཉམས་སུ་བླངས་ནས་ཕྱིན་པ་ཡིན་ན་རང་རང་སོ་སོ་གི་འདོད་པའི་གནས་ལ་ཏག་ཏག་བྱེད་ལས་ཐུབ་ངེས་ཀྱི་ནི་གཞུང་གིས་ཆ་བསྡད་ཡོད་དེ་ལས། དེ་ཚོས་ཕྱི་ལུས་ནང་ཕན་ཚུན་ལ་ཐད་སྦྲེལ་བྱེད་དགོས་ཡ་དང། ཕྱི་ལུས་ནང་ཕན་ཚུན་ལ་ལྟ་སྣང་སྦྱོང་དགོས་ཡ་དང། ཕྱི་ལུས་ནང་ཕན་ཚུན་ལ་སློབ་སྦྱོང་བྱེད་དགོས་ཡ་དང་འགྲོ་སྟངས་ཤེས་དགོས་ཡ་དང། དེ་ཚོ་རེད་དེ། ཡ་ནི་གལ་ཆེན་པོར་བརྩི་ནས་ལག་ལས་བསྟར་གྱི་རེད་མ་གཏོགས། དེ་ནི་སྨན་པས་ང་ཚོ་གི་བྱེད་ལུགས་བཟང་ཁོ་ཚོ་གི་བྱེད་ལུགས་ངན་ཟེར་ནས་བཟང་ངན་གྱི་དབྱེ་བ་འབྱེད་ནས་གཞན་ལ་ཁྱད་གསོད་བྱེད་པ་ལ་སོགས་པ་དེ་འདྲ་བྱས་སོང་ན་དམྱལ་བ་སྐྱེ་བའི་རྒྱུ། དེ་ཚོ་ཚང་མ་ལ་དམྱལ་བ་སྐྱེ་བའི་རྒྱུ་བར་དུ་ཕྱིན་པ་ཞིག་ཡིན་པ་དེ་སོང་བཞག་ཡོད་རེད། དེ་འདྲ་ཡིན་དེ་ལ་འདུག་ལྟས་ངན་ཟེར་རྒྱལ་པོ་ནང་ལ་ལ་ཡ། གང་གི་འཛམ་བུ་གླིང་འདིར་ནི་ཆོས་དད་ཐམས་ཅད་བཤིག་བྱས་པས། གང་གི་མདོ་སྡེའི་སྤང་བྱས་པས།

གང་གིས། གང་གིས་ཇི་སྙེད་ཀྱི་སྒྲ་ཆོས་གསལ་བར་གྱུར་པ་བས། གང་གིས་མདོ་སྡེ་སྤང་བྱས་པའི་སྡིག་པ་དེ་ནི་ཞེས་ཀྱང་འབའ་ཞིག་ནི་དེ་འདྲས་གསུངས་པ་རེད། མི་གང་ཞིག་ཅིག་གིས། དེ་ནི། ཁྱེའུ་ཀུན་དགའ་གི་འཕྲང་ཕྱི་མ་གི་འཕྲང་དང་མཉམ་པའི་སྒྲ་བྱུང་བ་གསལ་བ་ལས། དེ་འདྲས་ཀྱི་ཆོས་ལུགས་ཡིན་ཞེས་བྱ་བ་དང་མདོ་སྡེ་སྤང་བྱས་པ། དེ་འདྲའི་བྱེད་པ་ཡིན་ནོ། ད་དེ། ཆེས་ཁྱད་དུ་འཕགས་པའི་དེའི། སྡིག་པ་ཆེན་པོ་བསགས་པ་རེད་ཟེར་ནས་དེ་འདྲའི་གསུངས་པ་རེད། དེ་འདྲའི་ཡིན་དུས་གང་ལོ་ཆོས་སྤོང་གི་ལས་ཟེར་གྱི་འདུག་འདི་ལ་ཟེར་གི་ཡོད་རེད། འདི་འདྲའི་བྱེད་པ་ཡིན་ནོ་ཆོས་སྤོང་གི་ལས་གསུངས་ཏེ་བསགས་པ་རེད། ཆོས་སྤོང་གི་ལས་བསགས་པ་ཡིན་ནོ། ད་དེ་འདྲའི་གི་ང་ཚོ་དགྲ་བཅོམ་པ་གཅིག་ཟེར་ནས་མཚང་མེད་ཡིན་མཚང་མེད་བཞེས་པ་དེ། དེ་ནས་ཤི་ནས་སྤང་མཚམས་མེད་པར་དམྱལ་བ་རྣམས་ལ་སྐྱེ་གི་རེད་ཟེར་ནས་ཁ་རྩང་ནས་མང་པོས་ཡང་ནི། གཞི་རྩ་ཡི། མཚམས་མེད་སྔར་བཤད་དེ་གོ་ལ་མཚམས་མེད་ཀྱི་སྡིག་པ་དེ་དག་འདི་རེད་ཟེར་ནས་ཨོ་དེ་ནས་བཤད་ཀྱི་རོ་ད་དགྲ་བཅོམ་པ་གཅིག་བསད་ན་མཚམས་མེད་ཡིན་ཟེར་དེ་གོ་ལོས། འདི་འདྲིས་ཀྱི་ཕྱི་ལུས་ཡིན་བཞེས་བྱེད་པ་དང་ཕྱི་ལུས་ལ་ཕྱོགས་རེ་བྱེད་པ་དང། ཕྱི་ལུས་ལ་འཐེན་འཁྱེར་བྱེད་པ་དང། ཕྱི་ལུས་ལ་དགའ་མི་དགའ་དོགས་བྱེད་པ་དང་ཕྲག་དོག་བྱེད་རེ་བྱེད་པ་དང། དེ་འདྲིས་བྱེད་པ་ཡིན་ནི། ཆུ་བོ་གང་གཱ་གུ་ཤྲི་དམག་གི་འཕྲང་དང་མཉམ་པའི་དགྲ་བཅོམ་པ་ཅིག་བསད་སོང་ལྟར་ཕྱི་མ་འཕྲང་ག་ཚོད་རྒྱག་ཐུབ་པ་མ་རག་དེ་ནས་དགྲ་བཅོམ་པ་དེ་འདྲའི་མང་པོ་བསད་སོང་ནང་བཞིན་གྱི་ཉེས་པ་བསགས་ཚར་རེད་ཟེར་ནས་དེ་སོང་པ་རེད། དེ་འདྲའི་ཡིན་དུས་ལ་བྱང་ཆུ་ལམ་གྱི་རིམ་པ་འདི་ལ་བརྟེན་ནས་ཉེས་སྐྱོན་ཆེན་པོ་འདི་ཡི་གཡང་ས་ལས་སོང་ཐུབ་ཀྱི་རེད། ཉིན་རྒྱུན་ཆེན་པོ་འདི་ལ་མ་གཞིགས་པར་ཕན་གྱི་རེད་ཟེར། ཕེ་ཐང་དེ་ཇི་འདྲའི་རེད་ཟེར་ནས་ད་ལྟ་ཅི་གོང་མ་སྲང་འདི་ལ་སང་ལོ་བཏང་ན་ཏག་ཏག་ཅིག་ཕན་བསྡད་ཡོད་རེད། ཇི་འདྲའི་རེད་ཟེར་དུས་སངས་རྒྱས་ཀྱི་གསུང་དང་དེའི་དགོངས་འགྲེལ་བསྟན་བཅོས་དུ་བྱས་པ་ཡོངས་སུ་རྫོགས་པ་དེས། དེ་ནས་སོ་སོ་ལ། གང་ཟག་གཅིག་འཚང་རྒྱ་བའི་ཆ་རྐྱེན་ལ་སོང་བཞག་པ་གི་རྩ་བ་ཆེན་པོ་ཅིག་ཡིན་པ་དང། གང་ཟག་གཅིག་གི་ལུས་ངག་ཡིད་གསུམ་གྱི་ཉིད་སྐྱོན་འདོད་ནི། སྤྱོད་པ་མ་རུངས་པར་འདུལ་བའི་གྱི་གདམས་པ་ཡིན་པ་གདམས་ངག་ཡིན་པ་དང། དེ་ཚོ་གོ་ཡོང་དུས་ལ། དེ་འདྲའི་དེ་ཚོ་ཚང་མ་ལོ་ལྟར་དངོས་གནས་དྲང་གནས་ཀྱི། གང་ཟག་སེམས་ཅན་དེ་ཚོ་གི་རྒྱུད་ཀྱི་གཉིས་སྐྱོན་འདུལ་བའི་ཐབས་ལ་སོང་བ་ཅིག་དང། དེ་ཚོ་ཚང་མ་སངས་རྒྱས་པའི་ཕྱག་རྒྱས་ལ་སོང་བ་ཡིན་པ་ཅིག་དང། དེ་ཚོ་ཚང་མ་དེ་ལ་བརྟེན་ནས་འདི་ལ་བརྟེན་ནས་དེ་གོ་བོ་རེད་ཟེར། དེ་གོ་ཚར་དེ་ལ་གཉིས་སྐྱོན་འདུལ་བའི་ཐབས་ཡིན་པ་དང་སངས་རྒྱས་སུ་བགྲོད་པའི་ལམ་ཡིན་པ་དེ་འདྲའི་ཧ་གོ་ཚར་ན་དེ་ལ་སྐྱོན་དུ་བལྟ་གི་མ་རེད་བ། དེ་ལ་སྐྱོན་དུ་བལྟ་གི་མ་རེད་དེ་གིས་ནི་སྐྱོན་མི་བལྟ་ཡོང་དེ་གི་ལ་ད་ཉེས་སྐྱོན་ཆེན་པོ་ནི་སྐྱོན་བལྟ་ཡོད་གི་སང་ལོ་དེ་བདག་འགྲོ་གི་རེད་བ་ད་ཉེས་སྐྱོན་ཆེན་པོ་གི་གཡང་ས་དེ་ལས་ཐར་སོང་བ་ཅི་རེད་བ་དེ་འདྲས་ཡིན་དེ་ལ་ད་ང་ཚོ་ནི་དགོས་རྒྱུ་གི་གནད་འགག་ཆེན་པོ་དེ་འདྲས་ཡོད་རེད་ཟེར་ནི་ད་བྱུང་ཆུ་ལམ་གྱི་རིམ་པ་འདི་ལ་བརྟེན་ནི་ལམ་རིམ་འདི་དོན་འདི་ལ་བརྟེན་ནི་དུ་ཚོད་གོ་རྒྱུ་ཡོད་ཟེར་ནི་ད་དེ་འདྲས་སོང་བ་རེད་དེ་འདྲས་ཡིན་དེ་ལ། དེ་རྗེས་ཀྱི་ཆུ་བ་བཞི་ཡི་ནང་ནས་ནི། གདམས་ངག་ལ་གུས་པ་བྱེད་པའི་ཕྱིར་ཆོས་ཀྱི་ཆེ་བ་ཟེར་ཡག་གི་དག་ཆོས་ཀྱི་ཆེ་བ་འདི་རེད། ཆོས་ཀྱི་ཆེ་བ་གདམས་ངག་འདི་ལ་བརྟེན་ནས་ཆུ་བ་བཞི་དང་ལྡན་པ་ཅི་རེད། བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཆེ་བ་དང། གསུང་ར་མ་ལས་བསྡམ་པར་བྱ་བའི་ཆེ་བ་དང། རྒྱལ་བའི་དགོངས་པ་བདེ་བླག་ངེས་པའི་ཆེ་བ་དང། ཉིད་སྐྱོད་ཆེན་པོ་གཡང་ས་ལས་གསུང་བའི་ཆེ་བ་ཟེར་ནས་ཆེ་བ་བཞི་ལྡན་གྱི་ནི་གཞུང་འདིའི། ཨོ། དེ་འདྲི་བྱེད་ཡིན་ཟེར་ནས་ད་ང་ཚོ་གུས་ཞབས་དུ་བྱེད་པ་དང། དེ་འདྲི་བྱེད་ནས་ཉན་དགོས་ཡ་དེ་དེ་འདྲི་རེད་ཟེར་ནས་ད་དེ་སོང་གི་ཡོད་རེད།